ཨ་ཡ་ད་དེ་ནས། ད་ལྟ་ང་ཡོད་སར་འདི་ས་ཆ་ག་བ་རེད་ཟེར་ན་ད་དིང་རི་རྫོང་རོང་ཤར་ཤང་གི་འདི་འདི་གྲོང་ཚོ་འདི་ལ་སྟག་ཚང་གྲོང་ཚོ་ཟེར་དོ། ཨོ་ད་སྟག་ཚང་གྲོང་ཚོ་གི་ཡ་རིའི་སྒང་ཅིག་རེད་འདི། ཨོ་དེ། ད་རིའི་སྒང་འདི་ལ་དེང་སང་འདི་སྒྲུང་ཕག་གི་ག་རེ་ཟེར་བར་མཚོན་ན་ལོ་ལོ་དགོན་ཟླ་ཟེར་བ་རེད་འདི། ཨོ་འདི་རི་ས་ཆ་དེ་ད་འདི་མ་ལོ་རྒྱུས་བརྟག་དཔྱད་འདྲ་བོ་བྱས་ཡོང་བ་ཡིན་ན། རྗེ་བཙུན་མེ་ལ་རས་པ་དང་ད་འབྲེལ་བ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། འདི་ཨོ་རྗེ་བཙུན་རིན་པོ་ཆེ་དང་འབྲེལ་བ་ཡོད་པའི་དེ་ལོ་རྒྱུས་དེ་ཨོ་ག་ནས་ཡོང་དགོས་རེད་ཟེར་ན་ད་རྗེ་བཙུན་གྱི་རྣམ་ཐར་མང་པོ་ཡོད་རེད་བ། རྗེ་བཙུན་གྱི་རྣམ་ཐར་མང་པོ་ཞིག་ཡོད་རེད་དེ་རྣམ་ཐར་དེ་ཚོ་གཅིག་གི་ནང་ལ་མི་གསལ་བའང་གཅིག་གི་ནང་ལོར་གསལ་བསྡད་པ། ད་དེ་འདྲའི་མང་པོ་ཡོད་རེད་དེ་འདུས་ད་ད་དེ། རྣམ་ཐར། ནང་ལོགས་ལ་དེ་རྣམ་མགུར་ཟབ་མོ་ཟེར་ཡང་རྣམ་མགུར་ཟབ་མོ་དེ་ལ་རྒྱས་བསྡུས་གཉིས་ཡོད་པ་རེད་དེ་ཚོ་ནང་ལོགས་ལ། དེ། སྐྱོན་རོང། དྲིན། ཟས་བཅས་ཀྱི་ནང་ལོགས་ལ་དེ། སྐད་ཆ་དེ་ཡོང་གི་ཨོ་རེད། ད། དེ། རྣམ་ཐར། མཛོད་ནག་མ་ཟེར་གྱི་ཨོ་རེད་ད་དེ། རྗེ་བཙུན་གྱི་རྣམ་ཐར། མགོན་ཕམ། མི་འཕྲད་པ་བཅས་ཀྱི་ད། ཉིས་བརྒྱ་ལྷག་ཙམ་གྱི་ནང་ལོགས་ལ་ཆ་ཚང་ཤོས་རེད།

ད་དེ་མཛོད་རྣམས་ཀྱི་ནང་ལ་དེ་ཁ་གསལ་བོ་ཞེ་བོ་ཅིག་སོང་བ་རེད། དེ་ནས་ཡིད་སྐྱོ་རུ་འགྲེང་མཚམས་ནས་མཇལ་དེ་ནས་ཐུན་མོང་གི་ཆོས་དེ་ཚོ་གནང། དེ་ནས་དྲིན་གྱིས། འོ་ཡ། ལོ་སྟོང་སྒོམ་པ་ལ་ཕེབས་རེས། དེ་སོང་བ་རེད། ད་དེ་དྲིན་ལུང་པས་ནས་བརྟག་དཔྱད་བྱས་ཡོང་དུས་ད་ཟླ་ག་རང་ཆགས་དུ་ཡོད་རེད། ལོ་ཐོ་དེ་ཚོ་ས་ཆ་འདི་མ་གཏོགས་མི་འདུག་ང་ཚོ་ཡར་མར་རྩེད་འཇོ་བཏང་བཏང་བ་རེད་བ། འོ་དེ་ནང་ལ་ཕེབས་ནས་དེ་ནས་རས་ཆུང་མ་ལ་ནཱ་རོ་ཆོས་དྲུག་གི་དང་པོ།

བ་དེ་སོང་བ་རེད། དེ་ནས་རྗེ་བཙུན་རིན་པོ་ཆེན་གྱིས་དེ་ནས་ཆོས་དྲུག་གི་གཏུམ་མོ་བསྐོར་ཏེ་ཆ་ཚང་གནང་ནས། དེ་ཡོན་ཏན་དེ་ཚོ་བསྐྱིལ་ནས། དེ་ནས་མང་དེས་དྲིན་གྱིས་ད་ད་ད། དྲིན་དེང་མ་གིས་བར་ནུབ་རེ་བ། ཆོང་ལུང་ལ་ཕེབས་ནས། དེ་ཆོང་ལུང་ནས་ཆོས་དྲུག་ཆ་ཚང་གནང། བ་ད་དེ་འདྲས་བྱས་པ་རེད། བ་ད་དེའི་ནང་ལོགས་ལ་ཁ་སེར་པོ་ཁུག་བསྡད་འདུག་རྫོང་ནག་པོའི་ནང་ལོགས། ད་དེའི་རྗེས་ལ། རྗེ་བཙུན་ཀུན་འདུས་ལགས་ཡུན་རིང་པོ་བཞུགས། དེ་ནས་རྗེ་བཙུན་མྱ་ངན་ལས་འདས་པའི་རྗེས་ལ། རས་ཆུང་མ་དེ་ར་ཡར་ལུང་ནང་ལ་ཕེབས། རྗེ་བཙུན་རས་ཆུང་པ་མཇལ། དེ་ནས་གནམ་མཚོ་སེར་མོ་ཐོག་ལ་བེད། གནམ་མཚོ་སེར་མོ་ཐོག་ལ་ལོ་བཅུ་གཅིག་བསྒོམས་ནས་དེ་ནས་ཁ་ཆུ་ལ་གཤེགས་སོང། འཇའ་ལུས་ཁ་ཆུ་ལ་གཤེགས་སོང། རྗེ་བཙུན་གྱི་སློབ་མ། རྣལ་འབྱོར་མ་ཟེར་བ་རོ། གྲུབ་ཐོབ། ཉི་ཤུ་རྩ་ལྔ་གི་ནང་ལོགས་ལ་ཁ་ཆུ་ལ་ཕེབས་སོང་བས་འཇའ་ལུས་ཁ་ཆུ་ལ་ཕེབས་སོང་བས་སྔགས། སྔགས་ཀྱི་ནང་ལོགས་ལ་རས་ཆུང་མ་དེ་གཅིག་རེད་བ། ད་རྗེ་བཙུན་གྱི་རྣམ་ཐར་རས་ཆུང་མ་གི་རྣམ་ཐར་དང་ཚང་མའི་ནང་ཐ་གནས་འདི་འབྲེལ་བ་ཆེན་པོ་ཞེ་བོ་ཅི། ད་རྗེ་བཙུན་རིན་པོ་ཆེ་འདི་ན་ཞོགས་པ་ལ་བརྟེན་ནས་དེ་ནས་ཕྱིས་སུ་འདི་ན་ཨ་ནི་བསྒོམ་པ་དེ་འདྲ་བྱུང། དེ་འདྲ་བྱུང་འདུག་བ།

གཡུང་དྲུང་ཞི་བྱེད་རེ་བས་མཛད་པའི་རྗེ་བཙུན་གྱི་རྣམ་ཐར་ནང་ལོགས་ལ། རྗེ་བཙུན་གྱི་སྒྲུབ་གནས་བརྒྱ་དང་བཅུ་དྲུག་གི་མཚན་འཁོད་འདུག་རེད་འོ་དེ། ད་དེ་མིན་བོད་ཀྱི་ད་དུང་རྣམ་ཐར་གཞན་དག་གཞན་དག་བལྟས་ཡོང་དུས་དེབ་ཧྲོག་ཁྲོ་བོ་ལུང་ནི་ཞེས་བླ་མ་རྔོག་པ་གི་གདན་ས་ནི་ཞེས། དེ་ནས་རྗེ་བཙུན་གྱི་དེའི་གོང་གི་བླ་མ་དེ་འདྲའི་མཇལ་ས་ནས་རྩིས་རྒྱབ་དུས་སྒྲུབ་གནས་བརྒྱ་དང་ལྔ་བཅུ་ལྷག་བརྩིས་ཡོད་རེད་པ། ང་ཚོ་ཧ་གོ་ས་རེད་ད་འདི་ཐད་ན་ལྔ་བཅུ་ང་གཅིག་ང་གཉིས་ཆགས་འགྲོ་རེད། ཨོ་དེ་ངོ་མ་དེ་མང་ཆེ་བ་དེ་དེ་ཐང་ག་ལྔ་ཐང་དེ་ནང་ལ་ཆ་ཚང་བྱེད་ཡོད་རེད་ད། དེ་ནང་ཚེ་ཚུད་ཐོབ་ཡོད་མ་རེད་ང་ཚོ་དེ་སྐབས་དེ་དུ་ཧ་མི་གོ་རེད། ཨོ་ཡ། ཡིན་ན་གང་ཐོབ་ཐོབ་དེ་བྱེད་ཡོད་རེད་ད། ང་ཚོ་རྗེས་སུ་དེ་ཚང་མ་གི་རྗེ་བཙུན་གི་རྣམ་ཐར་དོ་སྣང་བྱེད་མཁན་ཡིན་ན་རེད་ད་རོང་ཤར་རེད་དེ་དྲིན་གི་ལུང་པ་གི་ལོ་རྒྱུས་དོ་སྣང་བྱེད་མཁན་ཡིན་ན་རེད། ཨོ་དེ་ད་དེ་འདི་གི་དགོན་པ་དེ་ལོ་རྒྱུས་དེ་རྗེ་བཙུན་རིན་པོ་ཆེན་དང་འབྲེལ་བ་ཡོད་གི། དེ་རྗེ་བཙུན་རིན་པོ་ཆེན་གྱི་རས་ཆུང་མ་རྗེས་སུ་ཟིན་པ་ཡིན། དེའི་རྗེས་སུ་འདི་ན་ཨ་ནིའི་དགོན་པ་བྱུང་བ་དེ་ནི་སྟག་ཚང་ཚངས་པ་རིན་པོ་ཆེ་སེ་འདྲ་བོ་དེ་འདྲའི་བླ་མ་རྩ་ཆེན་དེ་འདྲའི་མང་པོ་བཞུགས་ས་ཡིན་པ། འོ་ད་དེ་འདྲས་ཤི་ན། དེ་ནས་གནས་ཀྱི་ལོ་རྒྱུས་ཤེས་གནས་ཀྱི་ཡོན་ཏན་ཤེས་དེ་ལ་བརྟེན་ནས་སོ་སོ་གྱི་རྒྱུད་ལ་ཚོགས་བསགས་སྒྲིབ་སྦྱང་ཟེར་ན་རེད་རིག་གནས་ཟེར་ན་རེད། འོ་དེ་ཚོ་ཡག་པོ་ཅིག་ཧ་གོ་འོང་རེ་བ་ཆ་ཚང་པོ་འོ་ད་དེ་འདྲས་ཅིག་ཡིན།